གངས་ཅན་བོད་ཀྱི་ཞིང་ཁམས་ལ་སྤྱན་རས་གཟིགས་དང་དབྱེར་མེད་པ་སྨན་པའི་རྒྱལ་པོ་གཡུ་ཐོག་ལ་སྒོ་གསུམ་གུས་པས་ཕྱག་འཚལ་ལོ། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། རྣམ་པ་ཙམ་མ་ལ་གུས་པ་སྨན་པ་རྟ་རག་གི་ངོས་ནས་འཚམས་འདྲི་དང་སྐུ་ཁམས་བཟང་ཞུ་ཡ་ཡིན། Namaste Julie This is only awareness and alert དེ་རིང། དེ་ཨེ་ནི་ཅིག། རྫ་འཕྲང་གི་གནས་སྟངས་ཅིག་གང་ནས་གཅར་ཡོད་རེད་བ། རྣམ་པ་ཚོ་གིས་དེ་ཨེ་ནི་ཅིག་ནམ་རྒྱུན་དང་ཅིག། ཐུ་ཤུ་རྩ་བར་ནས་མ་གཏང་རོགས་གནང། ད་རྣམ་པ་ཚོ་ངས་དེ་ལྟོས་སྤྱན་འབུལ་ཞུ་རོགས་གནང། ད་ལྟ་ཉིན་པ་གཅིག་གཉིས་གོང་ལ་རྒྱ་གར་ལྷོ་ཕྱོགས་ནང་ལོགས་ལ་ཀ་ན་ཀྲ་ཀ་ནང་ལོགས་ལ་ཨེ་ནི་བརྟག་དཔྱད་ཞིག་བྱས་ཤིང། བརྟག་དཔྱད་བྱས་པའི་བརྒྱུད་རིམ་ནང་ལོག་ནས་སློབ་གྲྭ་སྤུ་གུ་བདུན་སྟོང་ཙམ་གཅིག་ལ་སློབ་གྲྭ་སྤུ་གུ་ལོ་བཅོ་བརྒྱད་ཡིན་སྟབས་བདུན་སྟོང་ཙམ་གཅིག་ལ་དེ་ནི་ཨེ་ཅག་བྷི་གི Positive གི་ན་ཚ་དོན་ཞག་དེ་འདྲ་སོང་ཙང་ཀ་ན་ཀྲ་ཀ་མངའ་སྡེ་གཞུང་གིས་ཡིན་ནས་དེ་ནི་སློབ་གྲྭ་ཁག་ནང་ལོག་ལ་དེ་ནི་བརྟག་དཔྱད་བྱེད་ཡག་དང་དེ་འབྲེལ་གྱི་ཏང་གང་དག་ཐབས་ཤེས་ཡོད་རྒུ་རྩལ་སྤྲུགས་གནང་གི་འདུག། ད་འདི་ལ་ང་ཚོ་གིས་མཉམ་ཞུགས་གནང་དགོས་དེ་གལ་ཆེན་པོ་ཤོས་ཅིག་རེད། ང་རང་ཚོ་བོད་པའི་སློབ་གྲྭ་ཁག་མང་པོ་ཞོལ་གྱི་རྒྱ་གར་གྱི་ཀ་ན་ཀྲ་ཀ་ནང་ལ་ཡོད་རེད་པ། དེ་འདྲ་སོང་ཙང་ཁྱེད་རང་ཚོ་ཕ་ཡུལ་འགྲོ་རྒྱུ་ཡོད་མ་རེད་ད་འདི་དང་པོ་ངས་ཞུ་འདོད་བྱུང་སོང། དེ་འདྲ་སོང་ཙང་ད་རྒྱ་གར་འདི་དཔེ་གལ་ཆེན་པོ་རེད་ད་ང་རང་ཚོ་བོད་པའི་སྤྱི་ཚོགས་ལ་ག་རེ་ཟེར་ན་ང་ཚོ་གིས། ངས་འདིའི་སྐད་ཆ་བཤད་ཡང་འདི་སྤྱི་ཚོགས་ཀྱི་ཅིག་འཕྲོད་བསྟེན་གྱི Awareness གོ་རྟོགས་སྤེལ་ཡང་དང་ཨེ་ནི་ཅིག་རྒྱུས་ཡོད་ཡོང་ཡང་དང་ཨེ་ནི་སྐབས་རེ་སྐབས་རེ་མི་མང་པོ་ཅིག་ཧ་མ་གོ་བ་དེ་ཚོ་ཧ་གོ་ཡང་གི་ཆེད་དུ་བཤད་རྒྱུ་ཡོད་མ་གཏོགས་ཞེད་སྣང་དང་ཨེ་ནི་ཡང་ཅིག་མངའ་སྡེ་དང་དེ་ཚོ་ལ་མ་ཁྱད་གསོད་དང་དེ་འདྲའི་གི་ཆེད་དུ་རྩ་བ་ར་ནས་བཤད་གི་མེད་འདི་ཡང་རྣམ་པ་ཚོ་དང་པོ་མཁྱེན་དགོས་ཡ་དེ་རེད་ད་ད་ལྟ་ཀ་ན་ཀྲ་ཀ་གཞུང་གིས་བརྟག་དཔྱད་བྱས་པའི་བརྒྱུད་རིམ་རྣམས་ལ་སྤུ་གུ་བདུན་སྟོང་ཙམ་གཅིག་ལ་ནི། ཨེ་ཅག་ཡུལ་གྱི་དཀའ་ངལ་འཕྲད་དེ་བཞག། སྐབས་འདི། ལྷོ་ཕྱོགས་བེང་ལོ་ཀ་ན་ཀྲ་ཁ་གི་ཨེ་ནི་མཐོ་སློབ་ཁག་དང་ཀོ་ལེ་ཆི་སློབ་འབྲིང་ཁག་ལ་བརྟག་དཔྱད་བྱེད་ཡག་གི་འགོ་བཙུགས་བཞག། ད་ད་དུང་སྐད་འདི་ལས་མང་ང་ཡོང་མི་སྲིད་པ་མ་རེད་ད། མ་དགོས་པ་ཤོག་མེད་པ་ཤོག་སེ་སྨོན་ལམ་རྒྱབ་ཡག་ཙམ་ཞིག་རེད། དེ་བཞིན་དུ། ད། རྒྱ་གར་ལྷོ་ཕྱོགས་ཀྱི་ནང་ལོགས་ལ་ང་རང་ཚོ་བོད་པའི་གཞིས་ཆགས་ཆེ་ཤོས་ཁག་ཅིག་ཡོད་རེད། དེ་ཡིན་དུས་ཙང་ནས་ཨེ་ནི། ད་ག་ནང་བཞིན་གྱི་རྒྱ་གར་ལྷོ་ཕྱོགས་འདི་ཨེ་ནི་ཅིག་ཀ་ན་ཀྲ་ཀ་གི་མངའ་སྡེ་འདི་ཅིག་ཐོན་ཁུངས་དང་ཆ་རྐྱེན་མཛོ་ཡག་ཤོས་ཅིག་ཡིན་དུས་ཙང་ནས། ད་ང་རང་ཚོ North East ལ་སོགས་པ་ནས་ལ་དྭགས་ལ་སོགས་པ་ནས་ཡོང་མཁན་མང་པོ་ཞུ་ཅིག་འདི་ལ་ཡོང་གོ་བེང་ལོ་དང་དེ་ཚོ་ལ་ལས་ཀ་བྱེད་ཁག་དང་སློབ་སྦྱོང་བྱེད་ཁག་ཡོང་གོ། བརྒྱུད་རིམ་འདི་འདྲའི་གི་ནང་ལོགས་ནས་ཡང་ན་ཚ་དགོས་པ་དེ་འདྲ་ཡོང་མི་སྲིད་པ་མ་རེད་དེ་འདྲ་སོང་ཙང་ང་རང་ཚོ་ཕྱོགས་བཞི་མཚམས་བརྒྱད་ལ་བཞུགས་མཁན་གྱི་ད་ཅིག་བོད་པ་དང་ཧི་མ་ལ་ཡ་ལ་རི་རྒྱུད་ཆ་ཚང་གི་དོ་སྣང་བྱེད་དགོས་ཡ་གཅིག་གནད་འགག་ཅིག་ཆགས་བསྡད་ཀྱི་འདུག་རེད་བ། དེ་ཡིན་དུས་ད་ད་འོ་ན HIV ཟེར་ཡ་དེ་ག་རེ་རེད་ལབ་ཡིན་ན་ང་རང་ཚོ་ཡིན་ན་ད HIV ཟེར་ཡ་དེ་ཨེ་ནི་ཅིག་ནད་འབུ་ཅིག་གི་མིང་རེད། ནད་འབུ་དེ་གཙོ་བོ་འགོས་ནད་རེད། ད་ཚང་མས་གྱིས་འགོ་ར HIV ཟེར་ཡ་དེ་ཐོག་མར་ཟོག་པོའི་ནང་ལ་སླེབས་ཡོང་དུས་ད་ནི་ཁོ HIV གི་ངོ་རང་ལ་བསྡད་ཀྱི་ཡོད་རེད།

ཨེ་ཙི་སྲིན་ངན་དེ་ཆགས་ནས་ཡང་ལམ་སང། ཨེ་ཙི་ཟོག་པོ་ལ་མངོན་འགྱུར་གྱི་རྟགས་དེ་འདྲའི་ཐོན་ཡག་ཁག་པོ་རེད་ཟོག་པོ་སྐྱོ་པོ་དེ་འདྲ་ཡོད་པ་དང་ཟོག་པོའི་ནང་ལ་ནད་གཅོང་དེ་འདྲ་ཡིན་པ་ཡིན་ན་དོན་སེལ་པོ་རེད་མ་གཏོགས་ཟོག་པོ་ནམ་རྒྱུན་དུ་ཡག་པོ་ཡོད་ངེས་ཅན་ཡིན་པ་ཡིན་ན་ཁོག་གི་ན་ཚ་དེ་གི་ཕ་སྐད་ལ་ངོ་དེ་འགྱུར་ཡིན་ནས། གློ་བུར་དུ་ཅིག་ནད་རྟགས་ཐོན་ཡག་དེ་ཁག་པོ་ཞོ་རེད། ད་འོ་ན་འདི་བརྟག་ཡག་གི་བརྟག་དཔྱད་བྱེད་ཡག་གི་ཡོད་མེད་ཐབས་ཤེས་ཡག་ཤོས་དེ་ག་ཟེར་ན་ཁྲག་གཙག་ནས་བལྟ་ཡག་དེ་རང་རེད། དེ་འདྲ་སོང་ཙང། རྣམ་པ་ཚོགས་ཀྱི་དོ་སྣང་གལ་ཆེ་ཤོས་ཇི་ཡང་དེ་ག་ཟེར་ན་ད་ད་ལྟ་མངའ་སྡེ་གཞུང་གིས་ཀ་ན་ཀྲ་ཀ་མངའ་སྡེ་གཞུང་གིས་ཨ་ནི་ཨེ་ཅག་ཡུའི་གི་མཐོ་སློབ་ཁང་ལ་བརྟག་དཔྱད་བྱེད་སྐོར་འདི་ང་རང་ཚོ་བོད་པའི་སྤུ་གུ་ཡིན་པ་ཡིན་ནའི་རེད་ཡ་ནས་མ་ནོར་ཨི་སི་ན་ཡོང་ངེས་ཀྱི་སྤུ་གུ་ཡིན་པ་ཡིན་ན་ཚང་མ་གིས་འདི་ལ་མཉམ་ཞུགས་བྱེད་དགོས་དཔེ་གལ་ཆེན་པོ་རེད་ད་ཨོ་ང་ལ་དོན་ཞེ་སྣང་རོབ་བྱས་འདས་པ་ཡིན་ན་ཉིང་འདི་ཡག་པོ་མ་རེད་གཅིག་ནས་ཁྱེད་རང་གིས་ཁྱེད་རང་གིས

དེ་སོང་ཙང་ཨེ་ནི་ཁྱེད་རང་གིས་བརྟག་དཔྱད་བྱེད་མཁན་མ་བསྐྲུན་ཡིན་ན་མ་འོངས་པར་ཁྱེད་རང་ཡང་བསྐྲུན་གལ་སྲིད་ཁྱེད་རང་ལ་ན་ཚ་ཡོད་པ་ཡིན་ན་ཕྱོགས་སྔར་འགྲོ་ནས་ཨེ་ནི་དེ་འབྲེལ་གྱི་ན་ཚ་དེ་ཁྱབ་འགྲོ་གི་རེད། ད་ན་ཚ་དེ་ཁྱབ་ཡ་མང་ཤོས་དེ་ཕོ་མོ་གཉིས་ཀྱི་འཁྲེགས་གཅོད་ནང་ནས་ཡོང་གི་ཡོད་རེད། བུ་མོ་དང་བུ་མོ་གི་འཁྲེགས་གཅོད་ནང་ནས་ཡོང་གི་ཡོད་རེད་བུ་དང་བུ་གི་འཁྲེགས་གཅོད་ནང་ནས་ཡོང་གི་ཡོད་རེད་འཁྲེགས་གཅོད་ལམ་ནས་ཡོང་ཡ་དེ།

ད་ང་རང་ཚོ་གི་དོ་སྣང་བྱེད་མ་བྱས་པ་ཡིན་ན་ད་ཆོག་ག་ས་ནས་ང་ཚོའི་སྤྱི་ཚོགས་ལ་ཡར་རྒྱས་ག་ཚོད་ཕྱིན་པ་ཡིན་ནས་སྤྱི་ཚོགས་འདི་ལ་ཨནི་ཅིག་ན་ཚ་དེ་མང་རུང་མང་རུང་འགྲོ་ནི་དཀའ་ངལ་ཆེན་པོ་ཞོ་ཡོང་སྡད་གི་འདུག་ང་ཚོ་སྨན་གཞུང་གི་ནང་ལོགས་ལ་དེ་འདྲས་ཞིག་གསུངས་ཡོག་རེད། དུས་སྙིགས་མ་གི་དུས་ཚོད་ལ་ཨནི་ཅིག་གཉན་ནད་རིགས་དུག་གི་འཛམ་གླིང་གི་གཞི་ཆགས་གཏོང་ཟེར་ཡག་གི་དེ་འདྲས་ཞིག་གསུངས་ཡོག་ད་དེ་ཚོ་མ་ཡོང་གོང་ནས་ང་ཚོས། སྔོན་སོང་ཅིག་བྱེད་ཐུབ་པ་ཡིན་ན་བྱེད་ཐུབ་ཀྱི་རེད་གཅིག་ལས་ཚང་སོང་ན་ཁག་པོ་ཞུ་གི་རེད། དེ་གཅིག་ཆགས་བསྡད་པ་དེ་འདྲ་སོང་ཙང་ད་ངའི་འབོད་སྐུལ་འདི་ལ་རྣམ་པ་ཚང་མས་དེ་ཚོ་ལ་ཡིན་གཅིག་མིན་གཅིག་དོ་སྣང་གནང་རོགས་གནང། ནི་དེ་ཚོའི་ནང་ལོར་མཉམ་ཞུགས་གནང་རོགས་གནང་གལ་སྲིད་ན་ཚ་ཡོད་པ་ཡིན་ན་འབད་མ་ཤ་བ་བྱས་ནས་ནི། གཅིག་སྨན་ཁང་ལ་འགྲོ་ཡ་དང་དེ་ཚོ་བྱེད་དགོ་ཡ་དེ་ཚོ་དཔེ་མི་སྲིད་པའི་གལ་ཆེན་པོ་རེད། རེད་བ། ནི་ན་ཚ་ཡོད་ངེས་གཅིག་གི་ན་ཚ་མེད་ངེས་གཅིག་གི་མདོ་ཁྲིགས་བརྗོད་བྱེད་པའི་སྐབས་ལ་ཡིན་གཅིག་མིན་གཅིག

ཨིན་དེ་ཚོ་གི་ཨིན་ཅིག་འབྲེལ་སྒྲ་ཟེར་གི་འདུག་པ་དེ་ཚོ་ཡིན་གཅིག་མིན་གཅིག་གོ་ཡ་དེ་ཚོ་གལ་ཆེན་པོ་ཞོ་རེད་ཞུ་ཡ་ཡིན་ཨིན་རྣམ་པ་ཚོ་འདི་གང་མང་མང་ཞིག་རྒྱུད་སྐུལ་གནང་རོགས་གནང་ད་འདི་གནད་འགག་ཆེན་པོ་ཞོ་གཅིག་རེད་ཉེན་ཁའི་ཆེན་པོ་རེད་མཛའ་ཡ་དྲག་པོ་རེད་ང་ཚོའི་སྤྱི་ཚོགས་སྤྱི་ཡོངས་ཀྱི་འདི་ལ་འབད་བརྩོན་བྱས་པ་ཡིན་ན་དེ་ཚོ་བཀག་ཐུབ་གི་རེད། ད་ང་ཚོ་སྨན་པ་གཅིག་པུ་གིས་བསྐང་ཐུབ་ཡ་ཡོད་མ་རེད་སྤྱི་ཚོགས་ཀྱིས་བསྐང་ཐུབ་རེད་ང་ཚོ་སྨན་པ་ལྟ་བུ་གིས་རྣམ་པ་ཚོ་ལ་མ་གོ་བ་དེ་གོ་ཡང་བཟོ་ཡ་དེ་རེད་དེ་ནས་སྤྱི་ཚོགས་སྤྱི་ཡོངས་ཀྱིས་འདི་ལ་སྲུང་སྐྱོབ་བྱེད་དགོས་ཀྱི་ཡོད་རེད་འོ་འདི་ང་ཚོ་ཚང་མའི་འགན་རེད། དེ་འདྲ་བཟོ་འདྲ་རྣམ་པ་ཚོ་འདི་གང་མང་མང་ཆེ་བ་བརྒྱུད་སྐུལ་གནང་རོགས་གནང་ཞུ་ཡ་ཡིན་ཐུགས་རྗེ་ཆེ།